ཨོ་རྣོན་པོ་ཙམ་མོ་ལ་བཀྲ་ཤིས་བདེ་ལེགས། ད་དེ་རིང་ང་ཚོ་སློང་ཚེ་དེ་ཨ་ནེ་བློ་རིག་གི་སྐོར་ལ་བྱས། ད་མཁན་བཟང་བཞི་ཡ་བདེན་པ་གཉིས་དེ་འགྲོ་ཚར་བ། ད་བདེན་པ་གཉིས་དེ་ཤིང་ཁྱི་གི། དེ་ལ་ག་རེ་ལབ་བོ་རེད་ཟེར་ན་ཡོང་ན་བློ་ཡོང་ན་རིག་པ་བོ་དེ་འདྲས་བྱེད་ལབ་པ་ཡོད་རེད་བ། ད་བློ་རིག་དེ་ལ་ཡང། བློ་དང་རིག་པ་ཤེས་པ་ཟེར་ནི་དེ་ང་ཚོ།

བསམས་པས་ལས་བསགས་ནས་དེའི་དབང་གིས་བྱུང་བ་ཡིན་པ་དེ་ཡང་དག་པར་གཟུང་བ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་རེད། འོ་བྱས་ཙང་དེ་འདྲའི་ཡིད་འདི་དགའ་སེ་ལ་ང་ཚོ་ཟན་ལས་ཅི་ཉེས་ཅི་ཡག་པ་ཅི། ལུང་གིས་བྲིས་ཡོད། བརྟག་མ་ཚད་པའི་ང་ཚོ་མྱོང་ཡའི་ཐུགས་ནས་དཔྱད་པ་ཡིན་ན་ཡང་ང་ཚོ་ལ་ང་སྐྱིད་བོ་འདུག་ང་སྐྱིད་པོ་མི་འདུག་ང་དགའ་བོ་འདུག་ང་དགའ་བོ་མི་འདུག་ལ་གསུངས་པའི་དགའ་སྣང་གི་རིགས་དེ་ཚོ་འཚོ་བའི་གི་རིགས་དེ་ཚོ་དང། ཡང་ང་ཁོང་ཚོ་ལོངས་གུ་འདུག་ང་ཚིག་པ་ཟ་གི་འདུག་ང་ཕྲག་དོག་ལོག་གི་འདུག་ལ་སོགས་པའི་གི་ལྟ་མ་ཐུ་ཤོག་གི་མཚན་གི་རིགས་ང་ཚོ་ཚང་མ་ལ་མྱོང་བ་ཡོད་རེད་བ། དེ་མ་ཚད་པའི་ལྟ་མཚན་ཡས་པ་དེ་ཡང་ང་ཚོ་ཀླད་པ་དང་སྙིང་ལས་ལོགས་སུ་ཚད་ཡས་པ་དེ་ཡང་ལྟ་ཤེས་བ་སྔ་ཞིག་དྲན་མཁས་ཡོང་གི་ཡོད་རེད།

དགོངས་པ་རྫོགས་འགྲོ་དེ་ག་ས་མཐུ་དང་ལྡན་ཟེར་ནས་ཨེ་ནས་ཟོག་པོ་མ་རིག་པ་བསྡད་དེ་ཡ་དེ་ཚོ་གི་རིགས་ཅི་ཡང་ཟས་ཡག་པ་དེ་འབྲི་གི་ཡོད་རེད་ཨ་ནས། བྱས་ཙ་ད་དེ་ཚོ་གི་རིགས་མང་པོ་ཅིག་ལ་བལྟས་ནས་སེམས་ལོ་པོ་དང་གཉིད་ལས་ལོག་ས་ཟས་ཡག་པ་ཅི་འབྲི་གི་ཡོད་རེད། ཨོ་ལགས་སུ་དོན་ཅིག་བྱས་ན།